དེ་རིང་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་སྔ་ཐོག་བཞུགས་སྒར་རྒྱལ་བའི་ཕོ་བྲང་ནང་དུ་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་བུ་གླིང་སྤྱིའི་ཁོར་ཡུག་སྲུང་སྐྱོབ་དང་རྒྱལ་སྤྱིའི་ཐོག་ལ་ཞི་བདེ་བསྐྲུན་ཐབས་ཐོག་ལ་ཕྱག་ལས་གནང་མཁན་གྱི་ཚོགས་པ Better We Better World ཞེས་པའི་ཚོགས་མི་ལྔ་བཅུ་ཙམ་ལ་དམིགས་བསལ་གྱི་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྩལ་འདུག་དེའི་སྐོར་སྐབས་དེའི་མཇལ་ཁའི་ཐོག་ལྷན་ཞུགས་ཡོད་པ་བཀའ་བློན་ཁྲི་ཟུར་སློབ་དཔོན་ཟངས་མདོག་རིན་པོ་ཆེ་མཆོག་གིས་ངོ་སྤྲོད་གནང་དོན།

ད་ལྟའི་མ་འོངས་པ་ལ་ཡང་ལག་ལེན་བསྟར་ཕྱོགས་ག་འདྲའི་དགའ་ཡོད་ད་ཁོང་ཚོས་འདས་པའི་སྔན་ནང་ལ་ཁྲིམས་རྩོད་པ་བྱས་སྨན་པ་བྱས་དེ་ནས་ཚན་རིག་གི་མཁས་པ་བྱས་ད་ག་ནང་བཞིན་ཡང་སྤྱི་ཚོགས་ཞབས་ཞུ་བ་བྱས་དེ་ནས་ཡང་ཅིག་དེ་བ་སྤྱི་ཚོགས་ཀྱི་ཞལ་འདེབས་རུ་ཕུལ་ངེས་དེ་འདྲ་བྱས་མི་སྣ་ཚོགས་བྱས་འདུག་ད་དེ་བྱས་དེ་ཀུན་དེ་ཉི་མ་བཞིའི་རིང་ལ་ཚད་མས་བཞི་བསམ་བློ་གཏོང་སྟངས་སྐོར་ལ་ཡང་ཟབ་སྦྱོང་ཞུ་རུ་ཚུགས་པ་རེད། འདིའི་ཕྱོགས་དེ་ཀྲེང་ཝུན་ཧྲི་ཉན་རྒྱ་གར་ཤར་དུས་སུ་རེད། གཞིས་རྩེའི Better We Better World ཞེས་པའི་ཚོགས་པ་དེའི་ཚོགས་མི་རྣམས་ཆེད་མངགས་ཡུ་རོབ France ནས་བཞུགས་སྒར་རྡ་རམ་ས་ལ་ལ་ཕེབས་ཏེ་ཕྱི་ཚེས་ཉི་ཤུ་རྩ་བཞི་སྟེ་རེས་གཟའ་སྤེན་པ་ནས་འགོ་འཛུགས་ཀྱིས་གསར་ཉིན་རེས་གཟའ་པ་སངས་ཀྱི་བར་དུ་བཞུགས་སྒར་ཆུ་ནོར་མགྲོན་ཁང་ནང་དུ་བཀའ་བློན་ཁྲི་ཟུར་སློབ་དཔོན་ཟངས་མདོག་རིན་པོ་ཆེ་མཆོག་དབུ་བཞུགས་ཐོག་འཚེ་མེད་བཞིའི་ཐོག་ལ་ཟབ་ཁྲིད་དང་བགྲོ་གླེང་གནང་བཞིན་ཡོད་པ་རེད།

ད་རེས་མགོན་པོ་གང་ཉིད་མཆོག་ནས་གནད་དོན་མང་པོའི་ཐོག་ལ་རྟེན་གཞི་ཡང་མང་པོ་བླངས་སོང། སོང་ཙང་སྤྱི་ཡོངས་ནས་ད་རེས་ཀྱི་མཇལ་ཁ་འདི་ཤིན་ཏུ་ཡག་པོ་བྱུང་སོང། ང་ཚོ་ཚང་མ་ཕྱིར་ལོག་བྱེད་སྐབས་མུ་མཐུད་ནས་མཉམ་རུབ་ཐོག་ནས་ལས་ཀ་བྱེད་ཨ་བསམ་པའི་བསམ་བློ་དང་སེམས་འགུལ་ཆེན་པོ་ཐེབས་བྱུང།